ཁྱེད་ཁ་སང་ཉི་མ་ནས་དོགས་ཟོན་གནང་བསྡད་ཀྱི་ཡོད་རེད་ཨ་ནི། ལྷག་དོན་དུ། ང་རང་ཚོ་ད་སྒྲོལ་མ་བསོད་ཕྲུག་དེ་དབུ་བཙུགས་ཡས་དེ། ཨ་ཀྱཱ་ཆོས་འབར་རིན་པོ་ཆེ་མཆོག་ཨ་ནི། ད་སྐུ་ཡི། སྙུང་གཞི། གནས་སྟངས་དེ་འདྲ་ཅིག་གི་འོག་ལ་ཡོད་བསྡད་པ་ཡིན་དུས་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་སྒྲོལ་མ་བསོད་ཕྲུག་གནང་དགོས་ཀྱི་རེད་ཟེར་བྱས་མ། བཀའ་སློབ་ཕེབས་པ་ནང་བཞིན་ད་ང་རང་ཚོ་སྒྲོལ་མ་བསོད་ཕྲུག་གནང་དང་གནང་བཞིན་པ་དེ་འདྲ་ཆགས་བསྡད་ཀྱི་ཡོད་པ་ཡིན་དུས་ད་ང་རང་ཚོས་སྒྲོལ་མ་བསོད་ཕྲུག་གནང་བའི་དགེ་བའི་རྩ་བ་དེ་ལ་བརྟེན་ནས། སྐྱབས་མགོན་དོན་གྱི་བདག་པོས།

ནང་མི་ཉེ་འབྲེལ་ལྟོས་བཅས་ག་འདྲས་ཡོད་པ་ཡིན་ན་ཡང་སོ་སོ་སོ་སོས་རང་རང་གི་འདོད་དོན་ཐམས་ཅད་བདེ་བླག་ཏུ་འགྲུབ་ཡག་དང་ཨ་ནི་འགན་དབང་བར་ཆད་ཡོད་པ་ཡིན་ན་དེ་དག་ཐམས་ཅད་མྱུར་དུ་སེལ་ཡག་གི་རྣམ་པ་ལྷན་སྐྱེས་གངྒཱའི་ཡི་ཐུབ་མོས་སྐྱབས་འཇུག་གནང་རོགས་གནང་ཟེར་བྱས་ནས་ཨ། ད། ཁ་སོས་འོ་རེད་སྐྱབས་འཇུག་གི་རིམ་པའི་དབང་དུ་བྱས་ན་དེ་འདྲའི་སེ་བྱས། དེ་ནས་ད་ང་ཚོ་ཆོས་བཤད་ཀྱི་རིམ་པའི་དབང་དུ་བྱས་པ་ཡིན་ན་ད་ཁ་སང་འདི་གོང་དེ་ནས་ད་ང་རང་ཚོ་སྐྱབས་འགྲོའི་གི་སྐོར་དེ་ད་སྐྱབས་འགྲོའི་གི་སྐོར་དེ་ཁ་སང་ཉེ་མ་ནས་ཞུས་དང་ཞུས་ཟིན་པ་རེད། ད་སྐྱབས་འགྲོ་དེ་གལ་ཆེ་དོན་ཆེན་བྱས་བྱས་ནས་ཞུ་བ་ཡག་གི་རྒྱུ་མཚན་འདྲ་བོ་དེ་ནི་རྣམ་པ་ཚོ་ལ་ངས་ཞུས་པ་ཡིན། རྣམ་པ་ཚོ་ལ་ད་ཁ་སང་དང་པོ་ནས་ཞུས་པ་ཡིན།

འོ་འདི་འདྲའི་གི་སྐྱབས་འགྲོ་ཟེར་ཡ་དེ་ཨ་ནི་ག་རེ་བྱ་དགོས་བ་ཟེར་ན་ང་རང་ཚོ་འོ་ན་པ་སངས་རྒྱས་པའི་ཐད་ན་ཚུད་དང་མ་ཚུད་ཡང་དེ་ནས་ཐག་ཆོད་གི་ཡོད་རེད་ཨ་དེ་ག་ནང་བཞིན་སྡོམ་པ་ང་རང་ཚོ་ད་ན་པ་སངས་རྒྱས་པའི་བསྟན་པ་ལ་ཡར་ཞུགས་ཚར་བའི་རྗེས་ལ་ད་སྡོམ་པ་མང་པོ་ཡར་ལེན་གི་ཡོད་རོགས་སྡོམ་པ་ག་འདྲའི་ཅིག་ལེན་པ་ཡིན་ན་ཡང་སྡོམ་པ་གང་ག་ལེན་ཡག་གི་འོ་གཞི་འདྲ་པོ་དེ་ང་རང་ཚོ་སྐྱབས་འགྲོ་རྩོམ་ཆེད་དུ་བྱས་ནས་ལེན་གི་ཡོད་པ་ཡིན་དུས་ད་སྐྱབས་འགྲོ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་གི་ཡོད་རེད་འོ་དེ་འདྲ་ཡིན་དུས་ད་ག་སང་ང་ཚོ་སྐྱབས་འགྲོ་བཤད་པའི་སྐབས་ལ་ཅི་ལྟང་ད་ངས་མ་བླ་མ་ལ་སྐྱབས་སུ་མཆི་འོ་སངས་རྒྱས་ལ་སྐྱབས་སུ་མཆི་འོ་ཆོས་ལ་སྐྱབས་སུ་དགེ་འདུན་ལ་སྐྱབས་སུ་མཆི་འོ་ཟེར་ལབ་ནས་བླ་མ་ལ་སྐྱབས་སུ་མཆི་འོ་ཟེར་ན་སྐྱབས་སུ་བླ་མ་ལ་སྐྱབས་སུ་མཆི་སྐྱབས་སྐྱབས་འགྲོ་བྱས་པ་རེད་འདི་འདྲ་ཕར་འགྲོ་བཞག་གི་ཡིན་ན་སྟབས་བདེ་བོ་བྱས་ནས་འགྲོ་ཡ་ཇི་ལྟར་འདུག་དེ། ང་ཚོ་ལ་ཡི་བྲལ་ལ་ཟེར་མི་ཟེར་མཁན་མེད་པ་ཅི་ཨ་ནི་ངའི་དགེ།

སྐྱབས་འགྲོའི་ཕན་ཡོན་འདི་དག་ང་ཚོས་ཞུ་ཡ་བྱས་འདུག་ཟིན་པའི་རོགས་སྐྱབས་འགྲོའི་ཕན་ཡོན་འདི། སྐྱབས་འགྲོའི་ཕན་ཡོན་འདི་ཞུ་བའི་སྐབས་དེ་འདི་འདྲ་རེད་ཤག། ངས་ད་ལྟ་མ་ཞུས་བསྡད་ཡ་དེ་ག་ག་ལམ་རིང་དང་ལམ་རིང་ནང་ནས་མ་སོང་ཤག་པ་འདི་ཞིག་སོང་འདྲ་པོ་བྱས་བྱས་ནས་མ་ཞུ་གི་ཡོད། དེ་ཡིན་དུས་ད་ལམ་རིང་ནང་ལ་སྐྱབས་འགྲོའི་ཕན་ཡོན་འདི་ག་རེ་སོང་ཤག་ཡོད་རེད་ཟེར་ན། ད་སྐྱབས་འགྲོ་བྱས་པ་ཡིན་ན་ཕན་ཡོན་ག་རེ་ཡོད་རེད་ཟེར་ཡ་དེ་རོགས་སྐྱབས་འགྲོའི་ཕན་ཡོན་ཟེར་དུས། ད་སྐྱབས་འགྲོའི་ཕན་ཡོན་དང་པོ་སྐྱབས་འགྲོ་ཕན་ཡོན་དེ་ལ་རྒས་སོང་ཤག།

རབ་ཏུ་བྱུང་བ་འདྲ་ཞིག་ཡིན་པ་ཡིན་ན། ནི་སོ་ཐར་བའང་ཁ་སོ་བ་རེ་དགེ་ཚུལ་ལམ་གྱི་སྡོམ་པ་ལ་སོགས་པ་དེ་འདྲའི་ཞུ་བའི་སྐོར་ལ་ཡིན་པ་ཡིན་ན་ཡང། ནི་སྐྱབས་འགྲོ་སྔོན་ལ་འགྲོ་བའི་ཐོག་ནས་སྡོམ་པ་དེ་ཞུ་དགོས་པ་རེད། ང་རང་ཚོ་ཡིན་པ་ཡིན་ན་ཐེག་ཆེན་གསོ་སྦྱོང་གི་སྡོམ་པ་ཞུ་ནའི་རེད། དགེ་བསྙེན་གྱི་སྡོམ་པ་ཞུ་ནའི་རེད། བྱང་ཆུབ་སེམས་དཔའི་སྡོམ་པ་ཞུ་ནའི་རེད་ཡང་སྔགས་ཀྱི་སྡོམ་པ་ཞུ་བའི་ནི་ག་འདྲས་ཀྱི་ཞུ་བ་ཡིན་པ་ཡིན་ནའི་དང་པོ་དེ་ལ་སྐྱབས་འགྲོ་མ་བྱས་པར་འགྲོ་ས་ཅི་ཡང་ཡོད་མ་རེད་བ། དེ་འདྲས་ཡིན་དུས་སྡོམ་པ་ག་འདྲས་ཀྱི་ཞུ་བའི་ཡིན་པ་ཡིན་ནའི་ཐོག་མར་དེ་ལ་ང་རང་ཚོ་སྐྱབས་འགྲོ། སྐྱབས་འགྲོ་རྩོམ་བྱེད་དུ་བྱས་བྱས་ནས་སྡོམ་པ་དེ་ལེན་དགོས་ཀྱི་ཡོད་པས་ཡིན་དུས

འོ་ད་སྐྱབས་འགྲོ་རྣམ་པར་དག་པ་བརྗོད་པ་ཡིན་ན་ད་ལྷ་གི་གནོད་བཤགས་ཀླུ་གི་གནོད་བཤགས་ཟེར་ཡག་དེ་ཚོ་དོགས་པ་སྣ་ཚོགས་ཙམ་བྱེད་དགའ་ཡོག་མ་རེད་གསུངས་པོ་རོགས་མི་དང་མི་མ་ཡིན་གྱི་གནོད་པས་མི་ཚུགས་པ་ཟེར། ཨ་ནི་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བདེ་བླག་ཏུ་རྫོགས་པ་ཟེར་དེ་རེད། འོ་ད་སོ། ང་རང་ཚོ་ཕྱག་འཚལ་བསྐོར་སྦྱོང་ག་འདྲས་ཅིག་བྱེད་པ་ཡིན་པ་ཡིན་ནས་སྤྱིར་སོ་སོའི་རྣམ་པ་ཡག་པོ་རེད་དེ་དེའི་སྒང་ལ་ཨ་ནི་བལ་ཏེ། ཁ་གསོས་དགོས་རེད་གཞི་རྩ། ཨ་ནི་སྐྱབས་འགྲོ་དང་སེམས་བསྐྱེད་རྣམ་པར་དག་པ་བརྗོད་པ་ཡིན་ན་ཨ་ནི། ཚོགས་བསགས་ཡག་དེ་ཡང་རླབས་ཆེ་བ་ཡོང་གི་ཡོད་རེད་བ་དེ་འདྲས་ཡིན་དུས་བསོད་ནམས་ཀྱི་ཚོགས་བདེ་བླག་ཏུ་རྫོགས་པ་ཟེར་དེ་རེད།

ཕན་ཡོན་བརྒྱད་ཀྱི་སྒོ་ནས་མ་གསུངས་ལ། འོ་འདི་འདྲ་རེད། ད་ཕན་ཡོན་དང་པོ་དེ། ཏི་སེ་གཅིག་གིས་ཏི་ལ་མ་ལྷན་པ་འདྲ་ཞིག་བརྒྱབ་ནས་ཏི་སེ་རིང་རུ་བཏང་བ་ཡིན་ན། ད་དང་པོ་ནང་པ་སངས་རྒྱས་པའི་བྲན་དུ་ཚུད་པ་ཞེས་གསུངས་པར། སྐྱབས་འགྲོའི་ཕན་ཡོན་དང་པོ་དེ་ལ་ནང་པ་སངས་རྒྱས་པའི་བྲན་དུ་ཚུད་པ། ད་སྐྱབས་འགྲོ་ཡོད་པ་ཡིན་ན་ནང་པ་སངས་རྒྱས་པའི་བྲན་དུ་ཚུད་ཀྱི་རེད་སྐྱབས་འགྲོ་མེད་ན་ནང་པ་སངས་རྒྱས་པའི་བྲན་དུ་ཚུད་ཀྱི་མ་རེད། ད་ཁ་སང་ང་ཚོ། བྱིས་པ་དང་ནང་པའི་གི་ས་མཚམས་འདྲ་པོ་དེ་སྐྱབས་འགྲོའི་སྒོ་ནས་བཞག་ཡག་དེ་ཇོ་ཇེ་པ་འདི་ཨ་ཏི་ཞག་གི་ལུགས་རེད། ཇོ་ཇེ་ལ་ཡང་བཀའ་འདྲི་ཞུས་ཡོང་དུས་རྩོམ་པ་ནས་སྐྱབས་འགྲོའི་སྒོ་ནས་བཞག་དགོས་ཀྱི་རེད་ཟེར་བྱས་ནས་བཀའ་གནང་མཁན་ནི་ཇོ་ཇེ་ཡིན་ནི་སྐབས་ལ་དེ་འདྲས་གསུངས་བཞག་པ་རེད་ཅེས་གསུངས་གི་འདུག་ཨ། ད་ཇོ་ཇེ་བོད་ལ་ཕེབས་པའི་སྐབས་དེ་ལ་སྤྱི་བཏང་བྱས་པ་ཡིན་ན་ཇོ་ཇེ་ལ་གསུང་ཡག་མེད་པ་དང་དེ་འདྲས་རྩ་ནས་མ་རེད་དེ་ཡིན་ན་ཡང་ཇོ་བཅས་ཀྱི་གསུང་ཆོས་དེ་འདྲའི་མང་གནང་པའི་སྐབས་ལ་མི་མང་ས་ལ་གསུང་ཆོས་གནང་པའི་སྐབས་ལ་ཅིག་དབང་རྩ་ཆེན་པོ་འདྲ་བོ་དེ་འདྲས་དང་ལྷ་རྩ་ཆེན་པོ་དེ་འདྲས་ཀྱི་དབང་འདྲ་བོ་དང་དེ་འདྲས་ཞེ་དྲག་གནང་གི་མེད་ཡིན་པར་གདའ། དབང་གལ་ཆེན་པོ་དེ་འདྲས་མང་པོ་སྤྱི་དང། དབང་དང། ཁ་སོ་རེ་ཁྲིད་དེ་འདྲས་མང་པོ་གནང་ཡག་གི་ཇོ་བཅས་རང་ཉིད་ཀྱི་ཉམས་བཞེས་གནང་བསྡད་ཡག་དེ་འདྲས་མང་པོ་ཡོད་རེད། ཡོད་རེད་དེ་ཡིན་ན་ཡང་བོད་ལ་བ་གནང་ཡོད་དུས་བརྩམས་པ་ནི་དབང་རྩ་ཆེན་པོ་དེ་འདྲས་རེད་གསུང་ཡག་དར་བ་ཁྲིད་རྩ་ཆེན་པོ་དེ་འདྲས་རེད་ཟེར་ནས་མ་གསུང་ཡང་ཅིག་རྟག་པར་ལས་འབྲས་ཀྱི་ཆོས་དང་སྐྱབས་འགྲོ་དང་དེ་འདྲས་ཅང་ཅང་གསུང་བསྡད་ཀྱི་ཡོད་ཡིན་པ་རེད། བ། དེ་འདྲའི་ཡིན་དུས་མཚན་ལ་ཡང་ནི་བླ་མ་ལས་འབྲས་བ་བླ་མ་སྐྱབས་འགྲོ་བ་ཞེས་བྱས་ནས་རེ་བ་མཚན་དེ་འདྲས་སུ་ཐོབ་པར་རེ་ཞེས་གསུངས་གོ། འདི་ག་ཅི་ནས་རེད་ཞེས་ནས་ཟེར་བ་ཡིན་ན་ནམ་རྒྱུན་ང་ཚོ་དེ་གསུང་གི་ཡོད་པ། ཧོ། ད་དབང་དང་རེ་བ་གསང་སྔགས་ཀྱི་ཆོས་སྒྲོག་པ་ཅིག་ཡིན་པ་ཡིན་ན་ཡང་གང་ལྟར་ཁོ་རང་དད་པ་དང་རེ་བ་ཡིད་ཆེས་ཉེས་ཆད་འདི་རྒྱ་ཆོད་ཅིག་མེད་པ་འདྲ་ཅིག་ཡིན་པ་ཡིན་ན་ཁོ་རང་སྔགས་ཀྱི་ཟབ་གནད་ག་རེ་ཡིན་པ་ཡིན་ནའི་དོན་ཡང་ག་ཡ་ཡོད་མ་རོགས་ར། ནམ་ཆོས་ང་ཚོ་མདོར་ན་འཆི་བ་མི་རྟག་པ་རང་གི་རྒྱུད་ལ་མ་སྐྱེས་ན་གསང་བ་འདོད་པ་མི་ཟབ་སྟེ་སྐྱབས་འགྲོ་ཚིག་གསུམ་ཟབ་པ་ཡིན་ཞེས་གསུང་གི་ཡོད་པ་དེ་ག་ནང་བཞིན་ང་རང་ཚོ་ཁ་སོས་གོ་རེ། དམ་ཚིག་ཏུ་སྡོམ་པ་ཟས་ག་འདྲ་ཞིག་གསུང་དགོས་ཀྱི་ཡོད་པ་ཡིན་ནའི་གང་ལྟར་གཙོ་བོ་འགྲོ་པོ་འདི་ང་རང་ཚོ་ཡིད་ཆེས་བློས་གཏད་བྱས་སོ་སྐྱབས་གནས་དཀོན་མཆོག་གསུམ་པོ་དེ་ལ་ཡང་གཉིས་གོ་རེ་བས་བལྟས་ནས་ཡིད་ཆེས་བྱས་ཨ་ནི་དེ་ལ་ཡང། ད་ག་སོག་པོ་རེད། ཡང། སྐྱབས་དང་སྐྱབས། ཚུར་ལུགས་དེ་ཚོ་མ་ནོར་བའི་སྒོ་ནས་བྱས་པ་རེ་ཡིན་པ་ཡིན་ན་ཨ་ནི་དེ་ག་ག། དེ་ལ་འདུ་དེ་ལ་འདུ་འགྲུབ་ཐུབ་ཀྱི་ཡོད་པ་དེ་འདྲ་ཡོང་གི་ཡོད་པ་ཡིན་དུས། ད་གསུང་ཆོས་གནང་ཡ་གསུང་ཆོས་གནང་བའི་སྐབས་ལ་ཡིན་པ་ཡིན་ན་ཡང་གསུང་ཆོས་མང་ཆེ་བ་དེ། ལས་འབྲེལ་གྱི་སྐོར་དང་སྐྱབས་འགྲོ་དང་དེ་འདྲ་ཅན་ཡང་གསུང་བསྡད་ཀྱི་ཡོད་ཡིན་པ་རེད་དེ་འདྲ་ཡིན་དུས། ང་རང་ཚོ་བས་སྐྱབས་འགྲོ། སྐྱབས་འགྲོ་སྐྱབས་འགྲོ་ཟེར་ཡ་དེ་ཧ་ཅང་གི་ད། གལ་ཆེན་པོ་ཡིན་འདོད་པ་དང་ཕན་ཡོན་ཆེན་པོ་ཡིན་འདོད་པ། དེ་ཡང་ང་རང་ཚོ་སྐྱབས་འགྲོ་བྱེད་སའི་སྐྱབས་འགྲོ་བྱེད་ལུགས་བྱེད་སྟངས་འདྲ་བོ་དེ་ཤེས་པའི་ཐོག་ནས་བྱེད་དགོས་པ་མ་གཏོགས་ཁ་ནས་ཚིག་ཙམ་འདོན་པས་ཙམ་གྱིས་མི་ཕན་པ། སྐྱབས་འགྲོ་དེ་ནི་སེམས་ཀྱི་རྒྱུད་ལ་རང་གི་རྒྱུད་ལ་འདྲེས་ངེས་པ་ཞིག་གི་སྒོ་ནས་སྐྱབས་འགྲོ་བྱེད་དགོས་ཀྱི་ཡོད་པ་ལྟ་དེ་དཔེ་གལ་ཆེན་པོ་རེད་ཟེར་གསུངས་ཀྱི་འདུག་ར། དེ་ཡིན་དུས་ང་ཚོ་སྐྱབས་འགྲོ། སྐྱབས་འགྲོ་བྱེད་སྟངས་བརྗོད་ར། སྐྱབས་འགྲོ་དང་ནམ་རྒྱུན་སྐྱབས་འགྲོ་བྱེད་ཟེར་དེ། ནམ་རྒྱུན་ང་ཚོ་འདོན་པ་གང་སྟོན་པའི་སྐོར་ལོ་སྒོ་ནས་འདི་སྐྱབས་འགྲོ་བྱེད། སངས་རྒྱས་སྤྱོད་དང་ཚོགས་ཀྱི་ཆོས་སྣོད་ལ་བྱང་ཆུབ་སྒོ་ནས་བདག་ནི་སྐྱབས་སུ་མཆི་ཟེར། ང་འདོན་ཡ་ནི་ང་ཚོ་སྐྱབས་འགྲོ་དྲན་ཙམ་ཞིག་བྱས་པ་རེད་མ་གཏོགས་ཅིག་གིས་སྐྱབས་འགྲོ་དངོས་སུ་རོ་འོ་བྱེད་ཀྱི་ཡོད་རེད་བས་ཅེས་ནས་ལབ་ན་ད་དེ་སོ་སོའི་ངོས་ནས་སོ་སོའི་ངོས་ནས་ད་བསམ་བློ་དུ་མ་སོང་ན་ག་ཚད་བཏང་ཐུབ་ཀྱི་ཡོད་མེད་ཁོ་ལ་རག་ལས་ཀྱི་ཡོད་རེད་རོ་དེ་མ་གཏོགས་ང་རང་ཚོ་ནམ་རྒྱུན་ག་ཚོད་གོ་རེད་ལམ་རིམ་འདི་འདྲས་ཡིན་ན་སྐྱབས་འགྲོ་དེ་ཤར་སྒོམ་བྱེད་དགོས་པས་གལ་ཆེན་པོ་རེད་དང་པོ་ངེད་ལ་ད་ཁོ་རྒྱུས་ཡོད་པ་ཅིག་བྱེད་དགོས་རེད་བ་རྒྱུས་ཡོད་ཡོད་པ་ཅིག་བྱེད་དགོས་ཀྱི་ཡོད་དུས་དང་པོ་པའི་བླ་མ་ལ་སྐྱབས་སུ་མཆི། བྱས་བྱས་ནས་ཁོ་རང་བླ་མ་བསྒོམ་བྱས་ནས་བླ་མ་ནས་བདུད་རྩི་འབུལ་བཟང་བྱས་ལ་སོགས་པ་དེ་འདྲའི་དམིགས་པ་རྐྱང་བྱས་ནས་རེ་བ་སྐྱབས་འགྲོ་ཤར་བསྒོམ་བྱས་ཡོད་རེད། ཨ་ནི་སངས་རྒྱས་ལ་སྐྱབས་སུ་མཆི་ཆོས་ལ་སྐྱབས་སུ་མཆི་འོ་སེམས་དེ་རེ་རེ་རེ་རེ་བར་བགྲངས་པའི་སྐབས་དེ་ལ་ཤར་བསྒོམ་བྱས་བྱས་ནས་གང་དག་སོ་སོའི་སེམས་རྒྱུད་དང། ཨ་ནི་སེམས་རྒྱུད་ལ་ཡང་སྐྱབས་འགྲོ་སངས་རྒྱས་དང་ཆོས་དགེ་འདུན་གསུམ་ལ་ཡང་ཡིད་ཆེས་ཟད་དེ་འབད་དུ་ཆུད་ནས་འབད་རྩོལ་ལ་ལྟོས་མི་དགོས་པར་ཁོ་ངང་ངང་ཤུགས་ཤུགས་ཀྱིས་སླེབས་འོང་ཡང་དེ་ལ་སྙིང་ཁུང་རུས་པས་བརྟེན་ནས་འབད་དེ་ག་ལ་འོག་རེ་བློ་དང་མ་བསྲུངས་ན་འབད་དེ་སྐྱབས་མེད་ཀུན་སྤྱོད་གསུམ་པོ་དེ་ལ་ཡང་བློ་ལིང་གིས་པ་ཁ་བསྒྱུར་བསྡད་པ་འོ་འདི་འདྲའི་ཅིག་མ་ཆགས་གི་བར་དུ་ལ་སྐྱབས་འགྲོ་ང་ཚོ་འདོན་བྱེད་ནི་སོ་སོའི་རྒྱུད་ལ་སྐྱབས་འགྲོ་རྒྱུད་ལ་སྐྱེས་པ་ཅིག་འགོག་གི་ཡོད་རེད་འོ་འདི་འདྲའི་ཅིག་ཆུང་བ་ཡིན་པ་ཡིན་ན་སྐྱབས་འགྲོ་བྱེད་པ་ཞེས་གསུངས་པ་བ་རེད་མཁན་སང་གཙོ་བོ་ལ་བུ་དེ་འདྲས་རེད་ང་རང་ཚོ་ནམ་ཞིག་སྐྱབས་འགྲོ་འདོན་བསྡད་ཡ་འདི་སྐྱབས་འགྲོ་འདོན་པ་རེད་སྐྱབས་འགྲོ་འདོན་པ་རེད་འོ་ད་འདི་བྱེད་ལ་ང་རང་ཚོ་དུས་ཚོད་ཅིག་ཐུག་ཁོམ་པའི་སྐབས་དེ་ལ་ཨ་ནི་སྐྱབས་འགྲོ་མ། ཤར་སྒོམ་བྱེད་སྟངས་གཅིག་རང་འབད་ཟིལ་གྱིས་རྗེས་ལ་ཞུ་ཆོག་པ་བྱས། དེ་ནས་ད་ཕན་ཡོན་གཉིས་པ་འདི་རེད་ད་སྡོམ་པ་ཐམས་ཅད་ཀྱི་རྟེན་བྱེད་པ་ཟེར་ཏེ་སྡོམ་པ་ཐམས་ཅད་ཀྱི་རྟེན་བྱེད་པ་ཟེར་ཏེ་ངས་ད་གིན་ཞུ་ཡ་དེ་ག་རང་རེད། གང་ལྟར་ང་རང་ཚོ་ཐེག་ཆེན་གསོ་སྦྱོང་གི་སྡོམ་པ་ཅིག་ལེན་དགོས་ཀྱི་ཡོད་པ་ཡིན་ནའི་དང་པོ་དེ་ལ། དཀོན་མཆོག་གསུང་ལ་སྐྱབས་སུ་འགྲོ་སེམས་ཅན་ཐམས་ཅད་བདག་གིས་འགྲོ་ཟེར་འདོན་གོ་རུ་བ་མེད་དེ་འདྲའི་ཡིན་དུས་ཙང་སྐྱབས་འགྲོ་ངན་ལ་མ་བྱེད་པར་སྡོམ་པ་ག་འདྲའི་སྦྱིན་པ་ཡིན་ནའི་གླེང་ཡ་མཁས་ཡོད་མར་གང་ལྟར། ནང་པ་སངས་རྒྱས་པའི་སྡོམ་པ་སྦྱིན་ནང་པ་སངས་རྒྱས་པའི་ཆོས་འདི་ལ་བརྟེན་ནས་ནི་ག་སོ་གོ་རེ་སྡོམ་པ་དེ་དག་ཐམས་ཅད

ཐོག་མར་དེ་རྒྱུད་ལ་སྐྱབས་འགྲོ་རྣམ་པར་དག་པ་ཅིག་འགུགས་རེད་ཨོ་དེ་འདྲ་བྱས་ནས་སོང་ཡོད་རེད་ད་དེ་གཅིག་རེད། དེ་ནས་གསུམ་པ་དེ་ད་དེ་རེད་སྔོན་བསགས་པའི་ལས་ཀྱི་སྒྲིབ་པ་རྣམས་ཟད་པར་གྱུར་པ། སྔོན་བསགས་པའི་ལས་ཀྱི་སྒྲིབ་པ་ཟད་དེ་ད་ང་རང་ཚོ་ཚེ་འདི་ལ་ཡ་དཔེར་ན་སྡིག་པ་ཆེ་ཤོས་འདྲ་བོ་དེ་ག་རེ་ཤེས་དགོས་རེད་ད་མཚམས་མེད་ཀྱི་ལས་ཟད་དེ་སྡིག་པ་ཆེ་ཤོས་འདྲ་ཤེས་དགོས་མ་རེད་རོ། མཚམས་མེད་ཀྱི་ལས་ཟད་དེ་སྡིག་པ་ཆེ་ཤོས་ཤེས་དགོས་རེད་པ།

དེ་ག་རང་དངོས་གནས་རེད། དེ་ལྟར་བསྡིགས་སོང་ཡོད་བ། སྐྱབས་འགྲོ་བདུན་ཅུ་བ་རེད་བས་ད་ག་རེད་དཔེ་ཆ་འདི་ངས་ཤེས་མ་སོང་སྐྱབས་སོང་བསོད་ནམས་གཟུགས་ཕྱིན་ན་སྟོང་གསུམ་འདི་ཡང་སྣོད་དུ་ཆུང་རྒྱ་མཚོ་ཆེན་པོ་ཆུ་ཡི་སྟེ་ཕུད་ཀྱི་བྱ་བ་ག་ལ་ནུས་ཟེར་བ། ད་སྐྱབས་འགྲོ་གི་ཕན་ཡོན་ག་འདྲས་ཡོད་རེད་ཟེར་ནས་ཡང་བཀའ་དྲིན་ཞུས་ཡིན་པ་རེད་སྐྱབས་འགྲོའི་ཕན་ཡོན་ཟེར་ཡ་དེ་ག་འདྲས་ཡོད་རེད་ཟེར་ནས་ལབ་དུས་སྐྱབས་འགྲོའི་ཕན་ཡོན་འདི་ཕ་ལྕགས་ལག་འདྲ་བོ་ཕ་ཚད་བརྒྱ་ཡས་ཀྱི་ཡོད་བས་ཡིན་ན་རེད་བ། སྐྱབས་སོང་བསོད་ནམས་གཟུགས་ཕྱིན་ན་ཟེར་ད་ཕོ་ཕ་ཚད་བརྒྱ་ཡས་ཡོད་བས་ཕ་ལག་པ་དང་མ་སོང་ད་གཟིམ་བྱས་ནས་ཀི་ལོ་བརྒྱ་ཡས་ཡོད་བ་འདྲ་བོ་ད།

སྟོང་ཆེན་པོ་སྟོང་གསུང་གི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་དེ་ཡང་ཆུང་དྲགས་ཀྱི་རེད། དེ་འདྲའི་སྐྱབས་འགྲོ་ཅིག་བྱས་པས་ཀྱི་བསོད་ནམས་དེ་འོ་འདི་ཆུང་དྲགས་ཀྱི་རེད། འོ། དེ་འདྲའི་གསུང་ཡོད་རེད། དེ་འདྲའི་ཡིན་དུས་སྐྱབས་འགྲོ་བྱས་པའི་བསོད་ནམས་དེ་ཧ་ལས་པའི་བསོད་ནམས་བསོད་ནམས་ཆེན་པོ་ད་ཡིན་ས་རེད་མ་རེད་ང་རང་ཚོ་སངས་རྒྱས་ཀྱི་ཡོན་ཏན་ཆོས་ཀྱི་ཡོན་ཏན་དགེ་འདུན་གྱི་ཡོན་ཏན་རེད་བ། ང་ཚོ་ནམ་རྒྱུན་འདི་གསུང་གི་ཡོད་བ་སངས་རྒྱས་ཡོན་ཏན་བསམ་མི་ཁྱབ་ཆོས་ཀྱི་ཡོན་ཏན་བསམ་མི་ཁྱབ་ཕ་བི་དགེ་འདུན་བསམ་མི་ཁྱབ་བསམ་མི་ཁྱབ་ལ་དེ་བྱས་ནས

ཁོང་བ་འདི་བཟུང་གོ་བར་ད་སོ་སྐྱབས་སུ་སོང་བའི་ཕན་ཡོན་དེ་ལ་ཡང། དེ་ནས་མི་དང་མི་མ་ཡིན་གྱི་གནོད་པས་མི་ཚུགས་པ། ད་དེ་ཚོ་གང། ཅི་དང་ཁ་སང་གོང་དུ་གཅིག་ཞུས་ཚར་བ་ཡིན་མི་དང་མི་མ་ཡིན་གྱི་གནོད་པས་མི་ཚུགས་པ་ཟེར་ཡ་དེ། སྐྱབས་འགྲོ་རྣམ་པར་དག་པ་ཞིག་ཡོད་པ་ཡིན་ན་ང་རང་ཚོ། མི་མ་ཡིན་གྱི་གཅིག་གནོད་གི་འདུག་ལྷ་ཡི་གནོད་གི་འདུག་ཀླུ་ཡི་གནོད་གི་འདུག་ཟེར་ཡ་སོགས་པ་དེ་འདྲའི་ས་ནས་ངུ་ཡ་ཡོད་མ་རེད། དེ་འདྲས་སུ་བྱས་ནས་བཀའ་གནང་གི་འདུག་བ། དེ་མ་གཏོགས་ང་རང་ཚོ། སེམས་ཀྱི་རྒྱུད་ལ་ཡང་སྐྱབས་འགྲོ་རྣམ་པར་དག་པ་ཞིག་མེད་པ་བཅས། ཨ་ནི་གཅིག་གི་ན་ཚ་གཅིག་བྱུང་འོན་དུ་ལམ་སང་ཁོ་རང་གཅིག་ཕོ་ཐུག་འདྲ་བྱེད་གཅིག་མིག་གིས་གཅིག་བྱེད་བ་མེད་འགྲོ་གཅིག་གནོད་པ་འདྲ་བྱེད་བཏང་བ་མེད་འགྲོ་གཅིག་བསམ་ནས་སེམས་ནང་ལོག་རྣམ་རྟོག་མང་པོ་ཅིག་སྐྱེས་བསྡད་ཡ་རེད་ཨ་ནི་སྐྱབས་ལ་ཡིད་ཆེས་མེད་པའི་རྟགས་རེད་ཞེས་བ་འདི་འདྲས་གསུང་གི་ཡོད་རེད་བ། དཔེར་ན་སྙེ་མར་འདི་གསུང་ཡོད་རེད། ཁ་ས་གྲོང་པ་གཅིག་གི་ནང་ལོག་ལ་སྙིང་རྗེ་ཁོ་རང་པས་ཁ་ཟུག་རེད་འབྲོག་པས་འབྲོག་པས་ཀྱི་གྲོང་གཅིག་གི་ནང་ལོག་ལ། དུད་འགྲོ་དེ་འདྲ་ཡོང་རྗེས་ད་དྲེད་མོང་ཟེར་གི་ར་བོད་ལ་ཡིན་ན་དྲེད་མོང་དྲེད་མོང་ཡོང་རྗེས། མི་ཚང་དེ་གི་ད་མི་དེ་ལ་ཡ། སྟག་པ་འདྲ་བྱེད་ཅིག་སུན་པོ་འདྲ་བྱེད་བཟོས་ཁོ་ལ་ཡ། དྲེད་མོང་གིས་བ་ཤད་རྒྱག་ཡ་ལ་སོགས་པ་དེ་འདྲས་ཀྱི་གནོད་པ་བསྐྱལ་བསྡད་ཡོད་ཟེར་བ་ནི་ཁོ་རང་དེ་ཉི་མ་གཅིག་བླ་མ་ཅིག་ཕེབས་རྗེས་ནས་ད་ང་ཚོ་དེ། ས་ཆ་འདིར་ཚུར་པོ་ཞི་བོ་འདུག་སེམས་ཅན་གྱི་རྩ་འདེད་བཅུག་པོ་མི་འདུག་ཟེར་བྱས་ནས་ཞུས་པའི་སྐབས་དེ་ད་གལ་ཆེ་གི་མ་རེད་ཁྱེད་རང། རྗེས་མར་དྲེད་མོང་སླེབས་སོང་ན་ཁྱེད་རང་སྐྱབས་འགྲོ་འདོན་ཟེར་བྱས་ནས་གསུངས་པ་རེད། རྗེས་མར་ཁོ་རང་དེ་གར་རང་སྙིང་རྗེ།

རྒྱལ་པོ་རེ་བཙན་རེ་ཟེར་ཡ་དང་ལྷག་པར་དུ་དམ་སྲི་དོལ་རྒྱལ་ལ་སོགས་པ་འདི་འདྲས་ཀྱི་གནོད་དགོས་འདུག་ཟེར་ཡ་ལ་སོགས་པ་འདི་འདྲས་ཁྱེད་རང་ཚོ་རྩ་ནས་རྣ་བ་ནང་དུ་བཏང་དགོས་མ་རེད། ཅེས་སྙན་པ་ཀག་ཏག་པ་གནང་གི་ཡོད་པ་འོ་ད་དེ་དེ་ག་རང་རེད་གང་ལྟར་སོ་སོའི་རྒྱུད་ལ་སྐྱབས་འགྲོ་རྣམ་པར་དག་པ་བརྗོད་པ་ཡིན་ན་མི་བདེན་མི་མ་ཡིན་གྱི་གནོད་པོའི་མི་ཚུགས་པ་ཟེར་ཡ་དེ་འོ་འདི་འདྲས་ཡོང་གི་ཡོད་ཡིན་པ་རེད་ད་འདི་སྐྱབས་འགྲོའི་ཕན་ཡོན་གཅིག་རེད་འམ། དེ་ནས་ངན་སོང་དུ་མི་གཏོང་བ། ད་ངན་སོང་ལ་མ། ངན་སོང་ལ་འགྲོ་ཡ་གི་ལས་བསགས་བཞག་ཡོད་པ་ཡོད་པ་ཡིན་ན་ཡང་མ་ངན་སོང་དུ་མ། སྐྱབས་འགྲོ་བྱས་པ་ཡིན་ན་ངན་སོང་དུ་ངན་སོང་དུ་སྐྱེ་མི་དགོས་པར་བཀག་ཐུབ་ཀྱི་ཡོད་ཡིན་པ་རེད། འདི་ལ་ཡང་ད་ལམ་རིང་ནང་ལ་ལོ་རྒྱུས་ཅིག་སོང་ཡོད་རེད། སྙེ་མ་དང་ལྷ། ལྷ་ཟེར་ཡ་འདི་ལ་ག་རེའི་སྡུག་བསྔལ་ཡོད་རེད་ཟེར་ན་འཆི་འཕོ་བའི། འཆི་འཕོ་བའི་གི་རྟགས་རེད་བ། ཤི་ཁ་ལ་མོ་འདི་ལ་ད་ཤི་ནས་ག་བ་ལ་སྐྱེ་བ་ལེན་གི་ཡོད་པ་འདི་ཚོ་ལྷ་འདི་ཚོ་ལ་ཡ། ཁོ་རང་ཚོ་ལ་ཡ། མོ་ཤེས་ཀྱི་སྟོབས་ཀྱིས་དྲན་གྱི་ཡོད་རེད་བ། དེ་འདྲས་ཡོད་དུས། ཨ་ནི་ལྷ་ཅིག་ཤི་ཁ་ལ་མོ་འདི་ལ་ཁོ་ཕ་ཕག་ལ་སྐྱེ་བ་ལེན་ཡ་ཕག་པ་ལ་སྐྱེ་བ་ལེན་ཡ་ཡིན་པ་དེ། ཕག་པ་ཅིག་ལ་སྐྱེ་བ་ལེན་གྱི་ཡོད་པ་དེ་ཁོའི་ཨ་ཧ་གོ།

རོ་སྐྱབས་འགྲོ་བྱེད་སངས་རྒྱས་ཆོས་དགེ་འདུན་ལ་སྐྱབས་སུ་མཆི་ཞེས་མཐའ་མ་ཤི་ཟ་བའི་རྗེས་ལ་ལྷ་བྱམས་པ་ཚོས་སྔོ་ཤེས་ཀྱིས་བཏབ་པ་རེད། སྔོ་ཤེས་ཀྱིས་བཏབ་དུས་བཙོན་པ་ནས་ཁོ་ཚོས་ཀྱི་ལྷ་ཡུལ་ལ་སྐྱེལ་བདེ་བ་ཅིག་མཐོང་ཡོད་ས་མ་རེད། སྟོན་པ་ལ་ཡར་ཞུས་ད་ཁོ་ག་བ་སྐྱེལ་བ་རེད་ལྷ་ཡུལ་ལ་ནི་སྐྱེལ་མི་འདུག་ཟེར་ནས་ཞུས་དུས་འདི་ཁྱེད་རང་ཚོའི་ཧ་མ་གོ་རེད། ཁྱེད་རང་ཚོ་གི་ལྷ་དཀྱུས་མ་ལྷ་དཀྱུས་མ་དེ་ཚོ་གང་གང་ལ་ཡར་མཐོང་ཐུབ་ཀྱི་མེད་ཡིན་པ་རེད་ཁོ་རང་ཚོ་གི་འོག་ལ་གནས་ཚད་ལ་བསོད་ནམས་དམན་པའི་བསོད་ནམས་དམན་པ་འོག་མ་མ་གཏོགས་མཐོང་ཐུབ་ཀྱི་མེད་ཡིན་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོ་ཤི་ནས་སྐྱབས་འགྲོ་བྱེད་པའི་དགེ་བའི་རྩ་བ་ལ་བརྟེན་ནས་ནི་དགའ་ལྡན་ལ་ཡང་སྐྱེ་བདེ་ཡོད། འོ་དེ་འདྲའི་གསུངས་པའི་གི་དག་ལུགས་བརྗོད་རེ་ག་དག། འོ། སྐྱབས་འགྲོ་རྣམ་པར་དག་པར་བྱེད་པ་ཡིན་ན་ངན་སོང་དུ་ཡང། ངན་སོང་དུ་མ་ལྷུང་ཡང་གི་ལས་ངན་པ་བསགས་བཞག་ཡོད་པ་ཡིན་ན་ཡང་དེ་ལས་ལྷུང་མི་ཐུབ་པར་ངན་སོང། ངན་སོང་གི་སྐྱེ་སྒོ་བཀག་ཐུབ་ཡ་ལ་སོགས་པ་འདི་འདྲས་ཀྱི་ཕན་ཡོན་ཡོད་རེད། འོ་ད་དེ་གསུངས་གོ། ད་གནས་སྐབས་དང་མཐར་ཐུག་གི་དོན་མཐོང་ཆེན་བེད་མེད་དུ་བསྒྲུབ་པ་ཟེར་དེ་དག་དེ་ག་རང་རེད། ངོ། སྐྱབས་འགྲོ། སྐྱབས་འགྲོ་རྣམ་པར་དག་པ་ཅིག་རང་རྒྱུད་ལ་བྱེད་པའི་སྒྲ་ཅིག་ཡིན་པ་ཡིན་ན་དང་ཚེ་འདི་ལ་ཡིན་པ་ཡིན་ན་ཡང་སྐྱིད་པར་རོ། ཨོ། སོ་སོའི། སོ་སོ། སྐྱིད་སྡུག་ལས་ཉེས་ག་རེ་བྱུང་བ་ཡིན་པ་ཡིན་ན་ཡང་སོ་སོ་སྐྱིད་པོ་ཡི་བྱུང་བ་ཡིན་པ་ཡིན་ན་དཀོན་མཆོག་གི་ཐུགས་རྗེ་དང་བྱིན་རླབས་ཡིན་བསམ་ཡོད་དུས་རྩོམ་པ་ནི་སོ་སོའི་སེམས་ལ་ཡིན་པ་ཡིན་ན་ཡང་ཨོ་དེ་ག་ནང་བཞིན་ཡིན་ཅིག། ཨོ། སེམས་སེམས་ལ་ཡིན་ན་ཡང་རྒྱུད་བྱིན་གྱིས་བརླབས་པ་ལ་སོགས་པ་འདི་འདྲའི་ཡོང་ཡ་ན་ཨ་ནི་ཅིག་དེ་དག་བྱས་པའི་དགེ་བའི་རྩ་བ་ལ་བརྟེན་ནས་ནི་སོ་སོའི་ཚེ་ཕྱི་མ་ཚེ་ཕྱི་མ་རྣམས་སུ་ཡིན་པ་ཡིན་ན་ཡང་ཨོ་དེས་ཀྱི་བག་ཆགས་དང་བག་ཆགས་བཟང་པོ་དེས་ཀྱི

ད་ང་རང་ཚོ་སྐྱབས་འགྲོ་བྱེད་ཅེས་ནས། སྐྱབས་མེད་སློབ་དཔོན་པོ་ཀུན་སྦྱོར་རིན་པོ་ཆེ་ཁྱེད་ཀྱིས་ཁེངས་སམ་བྱས་ནས། བློ་རེ་ས་བསྟོད་ས་ཡོངས་སུ་རྫོགས་པ་འདི་སྐྱབས་བཅོལ་ས་འདི། སྐྱབས་མེད་ཀུན་སྦྱོར་ཟུང་ལ་བཅོལ་བྱ་བ་ཡིན་པ་ཡིན་ན་ཉི་མ་ནས་ཉི་མ་སྐར་མ་ནས་སྐར་མ་བྱེད་ཅེས་ནས་ཁོས་སངས་རྒྱས་ཀྱི་ས་ལ་ཡང་ཐག་ཉེར་ཉེར་ཉེར་འགྲོ་གི་ཡོད་པ་ཡིན་དུས་གཡུ་ཐོག་སྔོན་པོ་བཟོ་བ་ཚང་འགྱོད་པ། ཨོ་ད་དེ་འདྲས་བྱེད་ཅེས་ནས་གང་ལྟར་སྐྱབས་འགྲོ་གི་ཕན་ཡོན་དེ་ལ་རོ། དེ་འདྲས་གསུང་གི་ཡོད་ཡིན་པ་རེད།

དེ་ཡང་ནི། འོ་འགག་པའི་བསླབ་བྱ་དང་པོ་འདི་རེད། ད་དེ་ནས་འགག་པའི་བསླབ་བྱ་གཉིས་པ་འདི་སངས་རྒྱས་ལ་སྐྱབས་སུ་མཆི། ག་ས་ཆོས་ལ་སྐྱབས་སུ་མཆི་ཚར་བའི་རྗེས་ལ། སེམས་ཅན་ལ་གནོད་འཚེ་བྱེད་རུང་གི་མ་རེད། ད་སེམས་ཅན་ལ་གནོད། གཞན་གནོད་ཤི་དང་བཅས་པ་ལས་བཟློག་པ་ཟིན་གསུང་གོ། གཞན་ལ་གནོད་པའི་ལས་ལ་སོགས་པ་དེ་འདྲ་བྱེད་རུང་གི་མ་རེད་ཅེས་ནས་གསུང་ཡང་ནི། འོ་ཆོས་ལ་སྐྱབས་སུ་མཆི་འབད་ཀྱིས་ད་འགག་པའི་བསླབ་བྱ་འདི་རེད། དེ་ནས། འོ་དགེ་འདུན་ལ་སྐྱབས་སུ་མཆི་ཚར་བའི་རྗེས་ལ་ད་གྲོགས་མུ་སྟེགས་ཅན་དང་མཉམ་དུ་འགྲོགས་རུང་གི་མ་རེད། ད་འདི་དགའ་བའི་བསླབ་བྱ་གསུམ་པ་དེ་རེད། ད་སྒྲུབ་པའི་བསླབ་བྱ་དེ་ལ་སངས་རྒྱས་ལ་སྐྱབས་སུ་ཕྱིན་ཚར་བའི་རྗེས་ལ་སངས་རྒྱས་ཀྱི་སྐུ་གཟུགས་བཟང་ངན་ལ་སོགས་པ་དེ་དོན་མི་ལྟོས་པར་སངས་རྒྱས་ཀྱི་སྐུ་ག་འདྲའི་ཅིག་ཡོད་པ་ཡིན་ན་ཡང་དེ་ལ་དེ་བཞིན་གཤེགས་པ་དངོས་ཡིན་བསམ་པའི་འདུ་ཤེས་བྱས་པའི་སྒོ་ནས་འོང་དེ་ལ་ཡང་ནི་ཕྱག་མཆོད་པ་ལ་སོགས་པ་དེ་འདྲ་བྱེད་དགོས་ཀྱི་རེད་ཟེར་བྱེད་བྱེད་ནི་སྒྲུབ་པའི་བསླབ་བྱ་དང་པོ་དེ་ཡིན་པ་རེད། ད་སྒྲུབ་པའི་བསླབ་བྱའི། ཆོས་ལ་ཡང་སྐྱབས་སུ་ཕྱིན་ཚར་བའི་རྗེས་ལ་ནི་ཆོས། ད་ང་རང་ཚོ་དཔེ་ཆ་ཚང་ལ་མ་ཚང་ལ་འགྲོ་གི་ཅིག་དེ་འདྲས་ཡོད་དེ་དོན་ནམ་རྒྱུན་ཡིན་ན་རྟག་པར་ང་རང་ཚོ

ཕན་མཐོ་པོ་མི་འདུག་བསམ་བཞིན་ནས་འོ་དེ་འདྲས་བྱས་པ་རེད་ཅེས་ཡིན་པ་ནི་དེ་ལས་ཉེས་པ་ཡོད་ཡིན་པ་རེད་གང་ལྟར་ཆོས་ལ་སྐྱབས་སུ་ཕྱིན་ཚར་བའི་རྗེས་ལ་ནི་འོ་ཆོས་ཀྱི་ད་ཆོས་ཆོས་དཔེ་ཆའི་གི་ད་ཤུ་བོ་ལ་སོགས་པ་དེ་འདྲས་དང་ཐ་ན་ད་ཡི་གེ་ཀ་ན་ལ་སོགས་པ་དེ་འདྲས་བྲིས་བཞག་པ་འདི་ཡོན་ཅད་གང་གཱ་ཆོས་དགོན་ཇོ་མོའི་ཡིན་བསམ་ནས་འབྲི་བཞག་གོ་རེད་ཟེར་ད་གང་ལྟར་དེ་འདྲས་གསུངས་དགོས་ར། མ་མཐའ་དེ་རེད་དེ་ནས་དགེ་འདུན་ལ་སྐྱབས་སུ་བཅིང་ཚར་བའི་རྗེས་ལ་ད་དགེ་འདུན་པའི་ནང་ས་འོང་ཚེ་ཕྲུག་ལ་སོགས་པ་དེ་འདྲས་ཡོད་པ་ཡིན་ན་ཡང་དེ་ཚོ་གང་གཱ་ད་དགེ་འདུན་གྱི་ནང་ས་རེད་བསམ་བྱས་ནས་དེ་བར་སྒམ་རྒྱུག་ལ་སོགས་པ་དེ་འདྲས་མ་བྱེད་ཡ་ན་དེ་གཙང་ས་ལ་བཞག་ཡ་ལ་སོགས་པ་དེ་འདྲས་བྱས་བྱས་ནས་དགེ་འདུན་དགོན་ཆུང་དངོས་ཀྱི་འདུ་ཤེས་བྱེད་དགོས་ཀྱི་རེད་ཟེར་ནས་སོང་ཡ་དེ་ད་དགེ་འདུན་ལ་སྐྱབས་སུ་ཕྱིན་པའི་གིས་འོང་སྒྲུབ་པའི་བསླབ་བྱ་དེ་རེད་ད་དགག་པའི་བསླབ་བྱ་དང་སྒྲུབ་པའི་བསླབ་བྱ་གཉིས་སུ་ཕྱེ། འོང་དེ་ནས་ཐུ་ཐུན་མོང་གི་ད་ཐུན་མོང་གི་བསླབ་བྱ་ད་དེ་རྗེས་མར་དེ་ཞུས་ཆོག་པ་བྱེད། ཨ།